ད་སྐྱོ་བ་མི་འདུག་གི་ཡིན་ནི་མ་སྐད་ཆ་བཤད་ཡག་དང། འོག་ནས་ཡ་གཅིག་བྱེད་ཡག་དེ་གི་ད་ཚང་མ་ལོ་ཆ་ཆ་ཆང་རེད་དོ། ཆ་ཆ་ཆང་རེད་དོ། ནི་ཅི་དེ་ཟླ་བ་བུ་གཅིག་གི་སྐད་ཆ་ག་རེ་བཤད་སོ་ད། བཅའ་ཁྲིམས་བཅའ་སྤྱོད་ཚོགས་ཆུང་གི་ཟིན་བྲིས་དེ་སྤྱི་ཟླ་གསུམ་པ་ནང་ལས་ཁེ་ཡ་དེ་ཚོགས་གཙོ་ཚོགས་གཞོན་གི་ཨ་ནེ་ཡིན་དགོངས་པ་རེད་ཀ་རེད། ཡིན་ནས་ཡང། རེད། ཁྲིམས་དཔོན་གྱིས་བསྐོར་ཏེ། ཁྲིམས་དཔོན་བསྐོས་བཞག་བྱས་བསྐོར་ཏེ་དེ་རིང་ཁེལ་བ་ཡིན་ན་ཁེལ་མ་ཆོག་པ་ཡོད་མ་རེད་ཟེར་ལབ་སོང། དེ་སྐད་ཆ་འདི་ག་འདྲི་ཟེར་ད། ཁྲིམས་དཔོན་བསྐོས་དང་མ་བསྐོས་དམ་འབུལ་བྱས་མ་བྱས་ཟེར་གི་འདི་བསྐོར་ཏེ་ཁྲིམས་སྒྲིག་བསྐྱར་བཅོས་ཀྱི་ནང་ནས་ཡོད་ན་མེད་ན་ཅིག་རེད་པ། གཙོ་བོ་དེ་རེད་པ། ཁྲིམས་དཔོན་བསྐོས་བཞག་བྱས་སྟངས་རེད་པ། ཨ་ནི་ཁྲིམས་དཔོན་གྱི་ཁེལ་བཅོས་དམ་འབུལ་ཞུ་ཡུལ།

ཡིན་ན་འདི་ཚོ་མེད་ཅིག། འདི་རོགས་པ་སྤྱི་འཐུས་དེ་གི་སུ་ཡིན་ནས་མིང་བཏོན་ཞོག་གང་རྒྱུ་མ་རྒྱུ་བཤད་མ་ཡོང་ལ་ག་བྱས་སོང་དྲི་བ་བཏང་སོང། དྲི་བ་བཏང་བ་ན་ཁྱོད་ལ་མགོ་ནས་གཡག་ཟིན་ངེས་སུ་རེད་ཅེས་མཁན་པོ་བཀའ་ཁྲི་ཏག་ཏག་ལབ་སོང། ཡུལ་གླིང་སློབ་གྲྭ་གི་སྦྱིན་བདག་སུ་རེད། ཧ་གོ་བ་བྱས་ཟེར་ལབ་སོང་འོ་དེ་རེད་ད། ཁ་ནང་ལ་འཛུགས་བཅུག་གོ་ཅེས་བཟོས་སོང། འོ་དེ་རེད་ད། དེ་འདྲ་ཡོད་དུས་ད་ཅི་སྤྱི་འཐུས་ཟེར་ཡ་མི་འདུག་སྲིད་སྐྱོང་ཟེར་ཡ་མི་འདུག།

ཁར་གཞོན་སྐྱེས་ཚོ་ཞིག་རིང་མིག་མ་མར་བས། གཞོན་སྐྱེས་ལ་ཀླད་པ་མེད་རེད། ཁར་གནས་སྤྱི་འཐུས་གྲོས་ཚོགས་ཀྱི་གནས་སྟངས་དང་ཁྲིམས་ཞིབ་པ་གྱི་གནས་སྟངས་དེ་སྤོ་ལ་རྨོ་ལ་ཁ་ཤས་ཅིག་མ་གཏོགས་ལོ་ཆུང་བ་ཚོ་གི་ཧ་མུ་གོར་བས། མར་བ། དེ་བས་རང་གི་དེ་མདོག་གསལ་བོ་ཞིག་བསྟོན་ཚར་དང། ལས་འགུལ་དུ་སྒོ་གང་འདྲ་ཞིག་ནས་སྤེལ་ཡོད། གནས་གང་འདྲ་ཞིག་ནས་ཁྲིད་ཡོད་དེ་ག་རང་གི་གསལ་བོ་ཞིག་བསྟོན་འདུག་ཨང། དེ་རེད་ད། ཀུན་སྤྱོད་རེད་ད། རྒྱ་ཞེན་ནས་གཏོང་ཞེས་ཞིམ་པོ་ཡིན་པ་ཤེས་མ་ཤེས་ཁའི་གོ་རྒྱུ་ཡོག་མ་རེད།